ཉེ་ཆར་སྦན་ད་ར་གཞིས་ཆགས་ཀྱི་ས་གནས་འགོས་འཛིན་ལས་ཁུངས་མདུན་དུ་མི་མང་དུས་འཛོམས་ཀྱིས་འདི་གའི་ས་གནས་འགོས་འཛིན་གནས་པོ་ཡང་ཡང་བཏང་ན་ས་གནས་ཀྱི་ས་རྡོ་ལག་འཛིན་སོགས་དང་འབྲེལ་དཀའ་ཉེན་མང་དག་ཅིག་འཕྲད་ཀྱི་ཡོད་པས། འཛིན་སྐྱོང་ནས་ས་གནས་འགོས་འཛིན་ཀརྨ་བློ་གྲོས་བཟང་པོ་གནས་སྤོས་མི་གཏོང་བ་དང་ཁོང་དེར་བཞུགས་རོགས་ཞེས་འབོད་སྐུལ་ཞུ་བཞིན་པའི་བརྙན་ཐུང་ཞིག་སྤྱི་ཚོགས་བརྒྱུད་ལམ་ཁག་ཏུ་ཁྱབ་ཡོད་པ་བཞིན། ཞིབ་ཕྲའི་གནས་ཚུལ་ཤེས་རྟོགས་ཆེད་འདི་གའི་གསར་འགོད་པས་སྦ་མདའ་རའི་གཞིས་གྲོང་གཉིས་པའི་ཁྱབ་དཔོན་དཔའ་ལྡན་ལ་སྐད་ཆ་དྲིས་པར། ཁོང་གིས་སྦ་མདའ་ར་གཞིས་ཆགས་སུ་ཕྱི་ལོ་ཉིས་སྟོང་བཅུ་དྲུག་ནས་ད་ལྟའི་བར་ས་གནས་འགོ་འཛིན་ཐེངས་དུས་གནས་སྤོས་བྱས་ཡོད་པ་དང། ས་གནས་འགོ་འཛིན་ག་ཤེད་ཀྱི་ལས་ཡུན་ཐུང་ངུའི་ནང་དུ་ཡང་ཕོགས་མེད་གུང་གསེང་ཞུས་པ་སོགས་ཀྱི་དཀའ་ངལ་བྱུང་ཡོད་པ་དང། གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་ལྷག་ཕྱིན་ཡོད་ན་ཡང་ས་མཐོ་ལག་འཛིན་མེད་པའི་དཀའ་ངལ་མུ་མཐུད་འཕྲད་བཞིན་ཡོད་པའི་སྐོར་དང། དེ་བཞིན་ས་གནས་འགོ་འཛིན་བཀའ་མ་བློ་གྲོས་ནི་ས་གནས་ཡུལ་མི་དང་རྒྱ་གར་གྱི་དཔོན་རིགས་དང་འབྲེལ་བ་ཡོད་མཁན་ཞིག་ཡིན་པ་དང། ཁོང་གིས་གནས་སྤོས་བྱས་དོན་ཡང་གནས་རིམ་འཕར་བ་དང། ཁོང་ས་གནས་སུ་བཞུགས་འདོད་མེད་པ་དེ་འདྲ་མིན་པས། ཁོང་མུ་མཐུད་ས་གནས་སུ་བཞུགས་ཆེད་ས་གནས་མི་མང་རྣམས་ས་གནས་འགོ་འཛིན་གྱི་ལས་ཤག་ལ་བཅར་ཏེ། ཆུ་ཚོད་གསུམ་ཙམ་འཕོ་འགྱུར་ཞུས་ཀྱང་ས་གནས་འགོ་འཛིན་གྱིས་ཁོང་མི་འགྲོ་ཀ་མེད་ཆགས་ཀྱི་ཡོད་པ་དང། ཁོང་དེ་རིང་འགྲོ་གི་མིན་ས་གཉིས་སོང་ན་བརྒྱ་དཔོན་རྒྱུད་ལེན་བཀྲེས་དགོས་ཞལ་བརྗོད་པས། མི་མང་ཚོ་ཕྱིར་ནང་ལ་ལོག་ཡོད་ཀྱང། ཉིན་དེར་རང་ལ་ས་གནས་འགོ་འཛིན་གྱིས་ལན་མ་བྱས་བར་ཨུ་རུ་སུ་ལ་ཕྱིན་ཡོད་པའི་སྐོར་སོགས་འགྲེལ་བརྗོད་གནང་བྱུང། གནས་ཚུལ་དེ་དང་འབྲེལ་དེ་གའི་གསར་འགོད་པས་ནང་སྲིད་ལས་ཁུངས་ཀྱི་དྲུང་ཆེ་ལ་དུས་ཡུན་ཐུང་ངུའི་ནང་ས་གནས་འགོ་འཛིན་མང་པོ་གནས་སྤོས་གཏོང་དགོས་དོན་གང་ཡིན་མིན་དང། ས་གནས་སུ་ས་གནས་འགོ་འཛིན་སོགས་ལས་བྱེད་རྣམས་དུས་ཡུན་རིང་ཙམ་དེད་ནས་ཕྱག་ལས་གནང་ཐུབ་པར་ཆ་རྐྱེན་ག་རེ་བསྐྲུན་ཡོད་མེད་སོགས་ཀྱི་བཅར་འདྲི་ཞུས་ཡོད་པས་རྣམ་པ་ཚོས་གསན་གཟིགས་གནང་རོགས། བྱ་བ་དང་པོ་དེ་དེ་བྱ་བ་དང། བན་དྷ་རའི་གཞིས་ཆགས་སུ་མི་མང་གིས་ཕྱི་ལོ་ཉིས་སྟོང་བཅུ་དྲུག་ནས་ནི་ས་གནས་འགོ་འཛིན་དུས་ཡུན་མ་ཚང་གོང་ནས་ནི་གནས་སྤོ་མང་པོ་བཏང་སོང། དེ་འདྲས་ལབ་དགོས་འདུག་ཨང་དག་ནང་བཞིན་དེ་དངོས་གནས་རེད་མ་རེད། དངོས་གནས་ཡིན་ན་དེའི་རྒྱུ་མཚན་ག་རེ་ཡིན་ནའང་གནས་ཚུལ་དེ་དང་འབྲེལ་བའི་ཐུགས་ལ་ནི་གོ་དངོས་ལ་གསལ་བཤད་ཅིག་གནང་རོགས་ཞུས་དང། གནང་ལ།
ད་རྩ་བའི་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་ལས་ཀ་བྱེད་སྟངས་འདི་གི་ཅིག་དུས་ཚོད་མ་ཚང་ཟེར་ཏེ་དུས་ཚོད་དེ་འདྲའི་ཅིག་ས་གནས་འགོ་འཛིན་བྱས་ནས་བསྡད་དགོས་རེད་ཟེར་ཡ་གི་ཁྲིམས་ལྟར་སྒྲིག་གཞི་ག་ཡ་ཡོད་མ་རེད། ཡིན་ནའི་སྒྲིག་འཛུགས་ཀྱི་བཀོད་སྒྲིག་བྱེད་པའི་སྐབས་ལ་ད་ད་རིང་གི་དེས་ན་ད་ཉིས་སྟོང་བཅུ་དྲུག་ཟེར་དུས་ང་བསྡད་ཡོད་མ་རེད་ངས་ཤེས་ཀྱི་མ་རེད་པ། དེ་ཟེར་དུས་ད་ལྟ་བཤད་པ་དེ་བཤད་ན་དཔེར་ན་ལྷན་ཁང། བློན་ཆེན་ལི་ཀོང་ཏུན་གྱིས་དྲུང་ཆེ་ཚང་མ་འཛོམས། ཨ་ནི་སུ་ག་བ་ལ་བསྐོས་ནས་ཡོད་པ་འདུག་འདི་སྐད་དུ་བལྟ། ཨ་ནི་བཀོད་སྒྲིག་བྱེད་བཀོད་སྒྲིག་བྱས་ཚར་བའི་རྗེས་ལ་བཀའ་ཤག་ལ་ཡ། ད་ང་ཚོ་དུག་སུ་བཀོད་སྒྲིག་བྱེད་ཡ་འཆར་གཞི་ཡོད་འདི་ལ་ཡ་བཀའ་ཁྲོལ་གནང་རོགས་བྱེད་ཞེས་བྱས་ནས་ཨ་ནི་བཀའ་ཤག་གིས་བཀའ་ཁྲོལ་ཐོན་ནས་མ་བྱེད་གི་ཡོད་རེད། བྱས་ཙང་ད་འདི། དཔེར་ན་དར་མདེལ་གྱི་ས་ནས་འགོ་འཛིན་འདྲ་བོ་བྱས་ན། ཐོག་མར་བསྐོས་བཞག་བྱས་ས་དེ་བལ་ཡུལ་ལ་རེད་བལ་ཡུལ་ལའི་ཁོ་རང་ལོ་གཅིག་མ་གཏོགས་བཞུགས་ཡོད་མ་རེད་དེའི་ད་ལྟ་བར་ཟླ་རེ་གཅིག་པོ་མ་རེད་ས་གནས་མང་པོ་ལ་ལོ་གཅིག་ཁ་ཤོར་དཔེར་ན་ང་རང་ད་ལོ་བཅུ་བཞི་བཅོ་ལྔ་བཅུ་དྲུག་ས་གནས་འགོ་འཛིན་བྱས་པ་རེད་ས་གནས་ཁ་ཤས་ལ་ཟླ་བ་བདུན་མ་གཏོགས་བཞག་གི་མི་འདུག་དཔེར་ན་ཨོ་རི་ས་ནས་ར་ཝང་ལ་ལ་ང་རང་ནང་ཉེ་བོ་ཡོད་པ་ཆེ་ན་བཏང་རོགས་བྱས་བྱས་ཨ་ནི་སོ་སོ་འགྲོ་སོང་ཆ་ཚང་བཏང་ཕ་ཡིས་གླེ་བ་དང་ཟླ་བ་དྲུག་བསྟུན་ཅིང་ལྟ་ཡང་ཁྱོད་སྐུ་བཅུག་གོ་རྒྱུ་ད་གཞི་གླིང་འགྲོ་རོགས་བྱས། སྐབས་ཕེབས་སུ། དར་ཞིང་སླེ་ནས། ཕལ་ཆེར་ཟླ་བ་ཆུ་སེར་ལ་ཀུ་ཅི་ཀུ་ཅི་དང་མོན་གྷོར་འགྲོ་རོགས་བྱེད་ཟེར་བྱེད་ནས་དེ་འདྲའི་སྐད་ཁོ་ལུས་རྒྱུ་དེ་སྔོན་མ་ནས་ཡོད་བསྡད་པ་ཅིག་རེད་དེ་ད་ལྟ་ཅིག་གསར་བ་འདྲ་བོ་དང་དེ་འདྲའི་ཅིག་ལོ་ཅིག་ཅིག་ཟིན་མ་གཏོགས་མ་ཤ་ཡ་དེ་འདྲ་སྐད་ཡང་མ་ད་ཡིན་ནའི་ཕྱིས་སུ་ག་རེ་ཡོད་རེད་ཟེར་ན་ང་ཚོའི་སྒྲིག་འཛུགས་ཀྱི་ལས་ཀ་བྱེད་སྟངས་འདི་ཆ་ཚང། འཕྲུལ་ཆས་ཀྱི་བརྒྱུད་ལམ་ནས་སྟངས་འཛིན་བྱེད་ཡ་དང་ད་སྔོན་མ་ཡིན་ན་ང་ཚོས་ས་གནས་འགོ་འཛིན་གཅིག་གིས་ཡི་གེ་བཏང་ནས་ཉི་མ་བཅོ་ལྔ་སུ་ཚུར་སླེབས་ཡ་སྒོ་ལན་རྒྱག་ཡ་ལ་ཉི་མ་བཅོ་ལྔ་སུ་སྒོ་ཟླ་བ་གཅིག་སུ་ཕར་ཚུར་འབྲེལ་ལམ་བྱེད་ཡ་ཁོ་རང་སྒོར་སྒུག་རོགས་ད་ད་རིང་སང་ཉིན་ས་གནས་ཀྱི་ལས་ཀ་ག་འདྲས་གཅིག་བྱེད་ཀྱི་ཡོད་མེད་ནང་ཆེ་དྲུང་ཆེ་གིས་ད online meeting ལ་ཡོད་དོ། དེང་སང་དྲ་རྒྱའི་གི་རྒྱུད་ནས་ལམ་སང་ཚོགས་འདུ་བསྐོང་ཅིང་ད་ལས་ཀ་དེ་ག་ཚོད་ཚར་སོ་ག་རེ་བྱེད་འདུག་ག་བ་ལ་དཀའ་ངལ་འཕྲད་འདུག་ཨ་ནེ་ནང་སའི་ངོས་ནས་རོགས་པ་ག་བ་ལ་དགོས་ཀི་འདུག་ས་གནས་འགོ་འཛིན་གི་ག་བ་བྱེད་དགོས་ཀི་འདུག་ཞེས་བྱས་ནས། བརྒྱུད་ལམ་འདིའི་ཐོག་ལ་སྔོན་མ་ལས་རྦད་དེ་འཛིན་སྐྱོང་བྱེད་ཡ་སྟབས་དེ་རུ། ངས་ལྷག་པར་དུ་བཀའ་ཤག་སྐབས་བཅུ་དྲུག་སྐབས་ད E-filing ཞེས། ད་ཡིག་འབྲེལ་ཆ་ཚང་པའི་ད་ད་སླེབས་པ་དང་ད་ད་མ་ལེན། རྒྱ་བལ་ཡོད་པ་དེ་འདྲའི་གི་ལམ་ཀ་མྱུར་བོ་ཅིག་ང་ཚོ་ཆགས་ཡོད་དུས་ཞོ་བོ་གཅིག་གིས་ས་གནས་འགོ་འཛིན་ཨ་ནེ་གཅིག་ལོ་གཅིག་གཉིས་མ་གཏོགས་མ་བཞག་ན་ཐུགས་ཤོར་འགྲོ་སྟངས་ཡག་གི་ང་ཚོ་འདི་ནས་མཐོང་གི་ཡོད་མ་རེད་ད་ང་རང་ས་གནས་འགོ་འཛིན་བྱས་མྱོང་པའི་ཉམས་སྣང་གཉིས་ལྟར་ནི། ད་ལྷག་པར་དུ་ས་གནས་འགོ་འཛིན་གཅིག་གིས་ཕྱག་ལས་ཡག་པོ་ག་ཚོད་གནང་གི་ཡོད་ན་མཉམ་དུ་ལི་སྒྲུང་དང་རྩིས་སྒྲུང་ཨ་འདི་ག་ནང་བཞིན་ལས་ཀ་བྱེད་མཁན་ཚང་མས་ཀྱི་མཉམ་རུབ་ཐོག་ལ་ལས་ཀ་དེ་ཡོང་གི་ཡོད་རེད། ཧན། ས་གནས་ཁ་ཤས་ལ་ད་ཅིག་གི་ལི་སྒྲུང་རྩིས་སྒྲུང་ཐང་ཐང་མེད་ན་ཡང་ས་གནས་འགོ་འཛིན་གྱིས་ཕྱི་ལ་རྒྱུག་ཡག་ནང་ལ་ལས་ཀ་བྱེད་ཡག་ཚང་མ་བྱེད་དགོས་ཀྱི་ཡོད་དུས་ཁོ་དཀའ་ངལ་གྱི་རེད་བ། དེ་སྐད་ཚང་མ་ད་ལྟ། བ་མདའ་རག་གི་དང་པོ་ཡུལ་གྲུབ་ཅིག་འདུག་ས་ང་རང་ད་མཐོང་མ་སོང་ཡིན་ན་ད་འཇིག་ཞོག་སྐད་སྐོང། སྲིད་ཚབ། བདེ་སྲུང་བཀའ་བློན་མཆོག་གིས། འདིའི་སྒང་ལ་ཡ། བཀའ་དྲུང། ང་ཚོ་ཚོགས་འདུ་ཚོགས་པ་རེད་ཚོགས་པ་དེའི་ཐོག་གི་བརྒྱུད་རིམ་དེ་གས་དེ་གནས་སྤོས་བཏང་སྟངས་དེ་གས་དེ་ག་འདྲི་སྟངས་ཆ་གར་བྱས་བཞག་དེའི་ཚང་མ་ཁོ། ཁྲིམས་མཐུན་བྱུང་འདུག་མི་འདུག་གནས་སྟངས་གཅིག་ཚིག་ཡ་གཅིག་རེད། ཨ་ནི་དེ་ནས། ད་ཚོགས་འདུའི་ནང་ལ་བྱུང་པ་ནང་བཞིན་རྩ་བའི་མི་མང་དང། ས་གནས་མགོ་འཛིན་ལས་བྱེད་པ་རུ་ལ་ཡར་འབྲེལ་བ་བཟང་པོ་ཡོད་པ། ཨ་མི་མང་གི་དགའ་ཚོར་ཡོད་པ་འདི་ལས་བྱེད་དེ་ཨ་ནི་མོ་རྒྱུན་རིང་སྡད་དགོས་ཀྱི་ཡོད་པ་ཟེར་ཡ་འདི་གི་འདི་ང་ཚོའི་ལྟ་སྟངས་ངོས་ནས་དཔེ་ཡག་པོ་རེད། ད་ཡིན་ན་མི་མང་གི་ཚོར་བ་སྟོན་སྟངས་བཤད་མ་བཤད་ལས་དེ་ཁོ་མི་མང་རེད་སྙིང་རྗེ་ཞུ་ཞུ་ཤིང་གི་མར་བ་ཁྲིམས་དང་སྒྲིག་གཞི་ག་རེ་ཡོད་རེད་འགྲོ་སྟངས་ལམ་ལུགས་ག་རེ་ཡོད་རེད་ད་འདི་གའི་སྒོ་ནས་འགའ་ཅིག་རེད་མ་གཏོགས་གཞན། ཁོ་རང་ཚོ་གི་ཚོར་བ་སྟོན་ཡ་འདི་ཡག་པོ་རེད། དེ་ལྟ་ཡིན་ན་ཉིས་སྟོང་བཅུ་དྲུག་ནས་ད་ལྟ་བར་དུ་ལོ་གཅིག་གཅིག་སུ་མ་གཏོགས་བཞག་མ་སོང་ཟེར་ཡ་འདི་གི་དེ་སྦ་མཐའ་ར་གཅིག་པོ་མ་རེད། དཔེར་ན་ངས་ད་ལྟ་རྩིས་ལེན་ཁ་འགྲོ་སར་ཨོ་རི་ས་དེ་ད་ལོ་གཉིས་སུ་མ་གཏོགས་ནས་བཞུགས་ཡོད་མ་རེད་ཨ་ནི་རྣམ་པ་ཚོ་ཁྱེད་འགེར་བ་ཁ་ཤས་བདུན་ཕྲག་གཅིག་སུ་མ་གཏོགས་མ་བཞུགས་པ་དེ་འདྲ་ཡོད་རེད་རེད་བ་ཟེར་དུས་ཁོ་ཁྱོན་ཡོངས་ཀྱི་ནང་སྲིད་ཁྱབ་ཁོངས་ཀྱི་བོད་མི་སྒྲིག་འཛུགས་ལས་བྱེད་ཚོས་ཐང་ལ་བཏང་པའི་སྐབས་ལ་སུ་ལ་ནུས་པ་ག་རེ་འདུག་ག་བ་ལ་ནུས་པ་འདུག་ད་དེ་ལ་བལྟ་ནས་བཏང་གི་རེད་ད་དེ་གི་ཚབ་བཏང་པའི་སྐབས་ལ་ཚབ་དེ་གི་ཨ་ནི་སྔོན་མ་དེ་གི་ལས་ཀ་དེ་ཤར་བཏང་ནས་འགྲོ་ཐུབ་མཁན་མི་ཞིག་རེད་འདུག་གི་འདུག་དེ་ལ་བལྟ་ནས་བཏང་གི་ཡོད་རེད། བྱས་ཙང་དེ་གའི་དེ་དེ་ཡིན་ན་ངས་ཉིས་སྟོང་བཅུ་དྲུག་ད་ལྟ་བར་དུ་ལོ་གཅིག་གཅིག་བར་དུ་བལྟ་མི་འདོད་ཟེར་ད་ལྟ་ཧབ་ཐག་བྲིས་པ་བཏང་ན་ངས་དེ་གའི་ཞིབ་ཚགས་པོ་བྱས་ནས་ཞུ་ཡ་གན་མེད།

ད་རྩ་བའི། ཁྱེད་རང་གསུངས་པ་དེ་བདེན་པ་རེད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ནས་གཞིས་ཆགས་ཚུགས་ཡོད་ན། ཉིས་སྟོང་བཅུ་བཞི་ལ་རྒྱ་གར་དབུས་གཞུང་གི་སྲིད་བྱུས་གཅིག་གཏན་འབེབས་བྱས་པ་རེད། ད་ཉིས་སྟོང་བཅུ་བཞི་ནས་ད་ལྟ་ཉིས་སྟོང་ཉིས་སང་དེའི་དཔའ་རུག་ལ་ཨ་ནི་ས་གནས་མགོ་འཛིན་གཅིག་པོ་མ་ཡིན་མི་མང་དང་ཆ་ཚང་ངོས་ནས་ཨ་ནི་ཉིས་སྟོང་བཅུ་བཞི་གི་དགོངས་དོན་ལ་ཡང་སྲིད་བྱུས་ནང་བཞིན་བྱས་རྗེས་ནས་འབོགས་མ་ཐོབ་ཐབས་བྱེད་དགོས་རེད་ཟེར་ནང་སྲིད་ལས་ཁང་གི་རྐུན་མ་འདི་ཉིས་སྟོང་བཅུ་བཞི་ནས་ཡོད་ཡོད་རེད། ད་ཡིན་ནའི་སྐབས་དང་དུས་ལ་ས་གནས་འགོ་འཛིན་སོ་སོའི་གི་ནུས་བས་གི་ཕྱོགས་དང་མ་ཕྱོགས་དང་ལས་འབོར་གི་ཕྱོགས་དང་མ་ཕྱོགས་གི་འབྲེལ་བ་བྱེད་ཐུབ་མ་ཐུབ་ནུས་སྟངས་ཅིག་ཆགས་ཀྱི་ཡོད་རེད། ད་འདི་ལ་ཡང་ལྟ་སྟངས་མང་པོ་ལྟ་དགོས་རེད་དཔེར་ན་ཨོ་རི་ས་འདྲ་བོ་བྱིན་ན་ང་ཉིས་སྟོང་གཉིས་ལ་རྩིས་ལེན་པ་ཡིན། གླེན་པའི་སྐབས་ལ་རྩིས་གླེན་ནི་ཉི་མ་གཉིས་ཀྱི་རྗེས་ལ་ས་རྡོ་སློག་འཛིང་གི་རྙོག་དྲ་དེ་བྱུང། གྲོང་པ་རྒྱའམ་དང་པོ་ནང་ལ་གྲོང་པ་གཉིས་གསང་སྔགས་ཀྱི་ཁྲིམས་འགལ་གྱི་རྫུན་བཤད་ཟེར་འདྲེ་སི་ལི་ཝང་དེས་གསུངས་པ་དང་ཨ་ནེ་ཧོབ་ཐང་མས་ད་དུས་ཨ་ནེ་ང་ཚོའི་ས་རྡོའི་སློག་འཛིང་འདི་ཤི་ནས་ལོ་བཅོ་ལྔ་ཉི་ཤུ་སོ་དྲུག་འདུག་ད་འདི་བས་རྗེས་ངས་བརྒྱུད་རིམ་འདི་ཞུས་ན་འདི་གཉིས་འདྲ་བོ་འདྲ་བོ་རེད་བསམ་གྱི་འདུག་ད་འདི་བསྐྱར་གསོའི་བྱེད་ཡ་ལ་ཉིས་སྟོང་ཉིས་ས་གཉིས་ལ་འགོ་བཙུགས་པ་རེད། ད་ངས་སྐབས་ལ་འགོ་བཙུགས་པ་ད་ང་རྩིས་ལེན་ནས་ཉི་མ་གཉིས་ཡིག་བྱེད་ལ་ཉོག་དྲ་འདི་ལངས་པ་སོང་ཙང་ཨ་ནི་ངས་ད་ཕལ་ཆེར་ལྡེ་ལི་ནས་བྱས་ད་ཕལ་ཆེར་བུ་མེན་ཤུ་ཝར་གྱི་བྲག་རིའི་བྲག་རྩའི་ཆིབས་མི་ནི་སྟེར་ནས་བྱས་ཨ་ནི་ག་བུ་ནེར་ཅན་ད་འདི་ཆ་ཚང་ལ་ཡར་བཞུས་ནས་ཐ་མ་དེ། ལོ་མང་པོ་བཞུ་བོ་གཅིག་གི་ཅེ་ག་སི་ན་རྒྱ་གར་གཞུང་འདི་རྒྱ་ཆེན་པོ་བཞུ་བོ་གཅིག་ཡིན་དུས་གཟིགས་རྟོག་བྱེད་དགོས་ས་རྒྱ་ཆེ་ལྡན་ཆེ་དྲག་ནས་བཞུ་འདུག་འདི་ལམ་སང་ལམ་སང་ཡོང་ཡག་འདི་ཁག་པོ་བཞུ་བྱེད་རེད། བྱས་ཙང་ད་ལོ། དགེ་དགུ་བཅུ་གཅིག་གི་བྱེས་ལ་གཞི་ནས་གསར་དུ་ལོག་འཛིན་འདི་ལག་པ་ལ་སྨིན་པ་རེད། བྱས་ཙང་ད་བརྒྱུད་རིམ་རྒྱག་གཞུང་རྒྱ་ཆེ་དྲག་ནས་ཨན་གཅིག་གནང་དགོས་སེམས་ན་གཅིག་ལས་བྱེད་ཀྱི་མ་འདང་བ་དང་དུས་ཚོད་ཀྱི་མ་འདང་བ་དང་ཨ་ནེ་གཅིག། ད་དེ་གའི་དེ་མཐའ་མ་འགྲོ་ས་དེ་བཀའ་ཤག་ལ་དབུར་བ Cabinet ནང་ལ་འགྲོ་དགོས་ཡོད་འདུག Cabinet གྱི་ཨ་ནེ་དུས་ཚོད་ཁོམ་དང་མ་ཁོམ་གནས་དོན་མང་པོ་གཅིག་ལ་བལྟ་ནས་དུས་ཚོད་དེ་འགོར་གྱི་ཡོད་རེད། བ་མདའ་ར་རྩིས་གཞི་འདིའི་ཁ་ཚིན་ཉིས་སྟོང། ངའི་ས་ངས་སྤྱི་ཟླ་དང་པོ་ལ་ང་སྐོར་བརྒྱབ་པ་ཡིན། ཨོ་རི་ས། མན་པར་བ་འདར་སུ་མཐའ་དབུས་ཀྱི་ལས་ལས་འོང་གསུམ་འདི་ལ་ཨ་ནེ། འཛིན་སྐྱོང་གི་དཀའ་ངལ་ཁྲལ་ཕྲན་བུ་ཡོད་པ་དང་གནས་སྟངས་དེ་གའི་དེ་མཐོང་པ་སོང་ཙང་སྐོར་ར་ཞིག་བརྒྱབ་པ་ཡིན་དེ་དུས་ང་ཚོ་ཚོགས་འདུ་བྱེད་པ་ཡིན། རྟ་སིལ་མཉམ་དུ་ཚོགས་འདུ་བྱེད་པ་ཡིན་ས་ནས་འགོ་འཛིན་གྱི་གོ་སྒྲིག་གནང་ཤག་དྲིན་སིལ་མཉམ་དུ་གོ་སྒྲིག་བྱས་ཤག་ཁོ་རང་ཚང་མ་བཀའ་མོལ་གནང་པའི་སྐབས་ལ། དེ་སྔར་རྣམ་པ་གསབ་གྲྭ་གཅིག་ཡོད་པ་གང་ཞིག་ལ་གསབ་གྲྭ་དེ་བརྟན་པོ་མེད་པ། ད་ད་ལྟ་གསབ་གྲྭ་ཆ་ཚང་བཟོས་རྗེས་ནས་ཏཱ་སི་ལི་ཝུན་ནི་ཡར་ཏྲི་སི་ལི་ཝུན་ལ་ཕུད་ཚར་བ་ཏྲི་སི་ལི་ཝུན་ནས་ཨ་ནི་ཁྲལ་བསྡུ་ལས་ཁུངས་ལ་རེ་བ Revenue Department ལ་ཕུད་ཚར་བ་ད Revenue Department གིས་ད་དྲུང་ཆེ་གཙོས་པའི་ཁོ་ཚོ་གི་ཐག་གཅད་དེ་ད་བཀའ་ཤག་ཟེར་བོར་བ Cabinet ལ་ཡར་མངའ་སྡེ་གི་བཀའ་ཤག་ལ་ཡར་ཕུད་ནས་ཨ་བཀའ་ཤག་གིས་ད་གདོང་དམར་ཐང་བར་གྱི་བརྒྱུད་ལམ་དེ་ཉིས་སྟོང་བཅུ་བཞི་གི་བརྒྱུད་ལམ་ནང་བཞིན་བཏང་ཟིན་དཔེར་ན་ཀ་ན་ཀྲ་ཁ་གི་བཏང་ཡོད་རེད་ཉིས་སྟོང་བཅུ་བཞི་གི་བརྒྱུད་ལམ། ཕྱི་མ་ཇི་བཞིན་གནང་ནས་ཡང་དེའི་སྒང་ལ་ཡང་ཐལ་བ་འགྲོ་བའི་སྔ་ལྟས་ཀྱི་དགོས་མཁོ་ལ་བརྟག་ནས་གཅིག་གཉིས་བསྣན་པ་དེ་འདྲ་བྱུང་ཡོད་རེད། ཨོ་རི་ས་གི་ཕྱི་མ་ཇི་བཞིན་ཉིས་སྟོང་བཅུ་བཞི་གི་སྲིད་བྱུས་ནང་བཞིན་བྱེད་ཅེས་གནང་ཡོད་རེད། བྱས་ཙང་ད་དེ་གའི་འདི་བརྒྱུད་ལམ་དེ་གའི་དེ་ཐག་གཅོད་བྱེད་མཁན་དེ། སྒྲིག་སྲིད་དང་གཏད་སྲིལ་དང་དེ་ཚོ་མ་རེད། Undergo Revenue Department གར་སོ་ཁྲལ་བསྡུ་ལས་ཁུངས་ཀྱི་ཡ། སྙན་སེང་ཞུས་ནས་བཀའ་ཤག་ལ་སྙན་སེང་ཞུས་ནས་བཀའ་ཤག་གིས་མ་ལྟ་འདི་ནང་བཞིན་བྱས་ཤོག་ཅེས་ལམ་སྟོན་ཞིག་དོན་དགོས་བར་བྱས་ཙང། ཁོ་རང་ཚོ་ད་མགོ། དེ་གསུང་གི་འདུག་ཟེར་བརྒྱ་ཆ་དྲུག་ཅུ་དོན་བཅུ་ཚར་ཟེར་བརྒྱ་ཆ་དྲུག་ཅུ་དོན་བཅུ་ཏན་ཏན་ཚར་ཡོད་ཀྱི་རེད་གར་སེ་ན་ས་གནས་རང་གིས་གཏད་སྲིལ་གྱི་ཆ་ལས། འདྲེ་སྲིན་གྱི་ཕྱག་ལས་ཆ་ཚང་ཚར་རེད་འདྲེ་སྲིན་ང་མཇལ་བའི་སྐབས་ལ་ཁྱེད་རང་དབུས་ནས་ཡག་ད་བཀའ་ཡིག་བཞུགས་ན་ཡག་པོ་ཡོད་རེད་ཟེར་ང་ཉིས་སྟོང་ཉིས་གསང་སྔ་ཟླ་བ་དང་པོའི་ཚེས་བཅུ་གཉིས་ཉིན་མོ་དེ་ངས་དིལ་དོན་ཆེན་ཕོན་བཏང་རྗེས་ནས་རྒྱ་གར་ནང་སྲིད་ལས་ཁུངས་ཟུང་འབྲེལ་དྲུང་ཆེ་མཉམ་དུ་ཡར་ཚོགས་འདུ་བྱ་རོགས་བྱས་སོ་དེ་ཚོགས་འདུ་དེ་ཡག་པོ་བྱུང་སོ་དེ་བཅུ་གཉིས་དེ་ནང་ནང་བྱས་རྗེས་ནས་མན་སྤར་གྱི་ས་ཆའི་གི་དཀའ་ངལ་ཕ་གི་ལ་ཁྲིམས་གཏུག་མང་པོ་འགྲོ་གི་རེད་ས་ཆ་མང་པོ་འཕྲོག་འགྲོ་གི་རེད་ད་ལྟ་བཱནྡ་ར་གི་གནས་སྟངས་ལས་མན་སྤར་གྱི་གནས་སྟངས་འདི་ད་དུང་དཀའ་ངལ་ཆེ་ཆེ་སྒྲོག་བྱེད་ཡོད་རེད་དེ་ཚོར་ཞུ་གཏུག་ཞུས་པ་ཡིན་བནྡྷ་རའི་གནས་སྟངས་ཞུས་པ་ཡིན་མན་སྤར་གྱི་རྩིས་གཞི་འདི་མ་བཀའ་ཡིག་བཏང་ཚར་བཞག་ངོ་ཤུགས་ང་ཚོའི་ལའི་བཏང་སོ་བྱས་ཙང་ད་བནྡྷ་རའི་རྩིས་གཞི་འདི་ད་ལྟ་བཀའ་ཡིག་གས་འབྱོར་མེད་དུས་སྐབས་ལ་གནས་སྟངས་ག་འདྲི་ཅིག་ལ་ཐུག་བསྡུས་ཡོད་ན་སེམས་ཇེ་མང་གི་ད་གང་ལྟ་འདི། མངའ་སྡེ་གི་བཀའ་ཤག་དང་དབུས་ལས་ཁུངས་ནས་ད་དངོས་གནས་བྱས་ན་མངའ་སྡེ་བཀའ་ཤག་གི་ཤར་རྒྱག་ཕྱག་ལས་གནང་ཡས་ཞིག་རེད་དེ་ཡང་འདི་གཅིག་གལ་གར་སོ་ཕྱག་ལས་མང་དྲགས་ནས། རྗེས་ལུས་ཐེབས་པའི་བཟོ་འདྲ་བོ་དང། ཨ་ནི་དེ་འདྲས་ཀྱི་ཡོང་གི་ཡོད་ན་ཨ་ནི་དབུས་ནས་སྐུལ་ལྕག་ཞུ་ཡག་གི་ལམ་ལུགས་ཅིག་ཡོད་པ་སོང་ཙང་དབུས་ནས་སྐུལ་ལྕག་ཞུ་ཡག་དེ་ལ་ཨ་ནི་བང་རིམ་གཉིས་པ་ཅིག་ང་ཚོ་བསྒྲིགས་དུས་ད་འདི་ས་གནས་འགོ་འཛིན་གསར་བ་ད་ལྟ་ཕེབས་བསྡད་མཁན་འདི་བ་ད་རང་གི་ནས་སྐྱེས་འཚར་སློབ་སྦྱོང་བྱས་པའི་མི་ཅིག་ཡིན་དུས་ད་ཁོས་བརྒྱུད་ལམ་ཆ་ཚང་ཤེས་བསྡད་མཁན་ཅིག་རེད། ག་བ་འགྲོ་དགོས་འདུག་ག་རེ་བྱེད་དགོས་འདུག་ཨ་ནི་དེའི་ནང་ལོགས་ལ་ཡུལ་སྐད་གས་ག་ལ་གང་འཚམ་ཅིག་ཤེས་ཀྱི་ཡོད་པ་བཅས་དེས་ཨཱ་ནི། དལ་ཤར་ལོས་ཡལ་དང་རྒྱུག་ཤེས་དང་ཨཱ་ནི་ཡོང་གིན་མི་དེ་ག་ནས་རེད་ཟེར་ན་ཨཱ་ནི་གཞིས་ཆགས་འབའ་མདའ་རེ་ལས་ཆེ་གཅིག་གི་གཞིས་ཆགས་ཀྱི་གཞིས་མགོ་བྱས་ནས་ཡོང་གི་ཡོད་དུས་དེའི་གི་ཐོག་ལ་ཕྱག་ལས་གནང་ཡ་མུ་མཐུད་ནས་ཕྱག་ལས་གནང་ཡ་དེ་གི་དེ། ཁོ་འགོ་བཙུགས་ཚ་ད་འཇུག་སྐྱེལ་ཡ་དེ་ལ་ཡར་དལ་ཤར་ལོས་ཡལ་དེ་ཨཱ་ཁོ་ཕྱུགས་སྨད་གནང་གི་རེད་ལ་ང་ཚོ་ནང་སྲིད་ལས་ཁུངས་ངོས་ནས་ཨཱ་ད་དེ་ག་ཚེང་དེ་བཀོད་སྒྲིག་བྱས་པ་དང་ད་ནས་ཨཱ་ནི། Bandara། ལ། ཨ་ནི། སྤྲོད་དཔང་དེ་ང་ཚོ་སྤྲོད་དཔང་བཏང་བའི་ལུགས་སྲོལ་ཡོད་ར་སྤྲོད་དཔང་དེ་ནང་སྲིད་ལས་ཁང་ལས་བྱེད་རྒན་པ་ཅིག་ཕྱིན་རྗེས་ནས་ཕ་གས་ལ་ཡར་ལས་བྱེད་དེས་གི་ཕྱག་ལས་ག་རེ་ག་རེ་ག་རེ་ག་རེ་གནང་ཤག་དེ་གས་དེ་རྫ་དྲག་གི་འཇུག་ཐལ་བྱེད་དགོས་ཡ་དེ་གི་དེ་གི་དེ་གི་བྱས་ཨ་ནི་བདུན་ཕྲག་བདུན་ཕྲག་ང་ཚོ་དེ་ནས Online Meeting བྱས་རྗེས་ད་ག་བ་སླེབས་སོ་ག་འདྲི་བྱས་སོང་གནས་སྟངས་ག་རེ་ཆགས་ཤག་དབུས་ནས་བོད་རྒྱ་རྒྱབ་དགོས་ཡ་ག་རེ་འདུག་ས་གནས་ནས་གནང་དགོས་ཡ་ག་རེ་འདུག་དེ་ང་ཚོ་གནང་བསྡད་ཀྱི་ཡོད་རེད་ནམ་རྒྱུན་ནས་བྱས་ཙང་དེ་གས་དེ་ཡིན་དུས་ག་ལ་ས་ཐོ་ལག་འཛིན་སྐོར་དེ། རྩ་བའི་རྙོག་འཛིང་ཆེན་པོ་ཅིག་རེད་འདི་ལས་ཀ་འདི་ས་གནས་འགོ་འཛིན་གཅིག་གིས་དུས་ཐོག་ལ་བྱེད་ཐུབ་ཀྱི་རེད་ལ་ཡ་འདི་བརྒྱ་ཆ་བརྒྱ་དཔེར་ན་ང་ཨོ་རི་སར་ལོ་བཞི་བསྡད་པ་ཡིན་འགོ་བཙུགས་པ་ནས་བྱས་བྲོས་བྲོས་བར་དུ་ལས་ཀ་འདི་གང་རྒྱུགས་པ་ཡིན་འདི་ཁོ་དོན་འགྲེལ་སོན་ཡ་འདི་མི་གཞན་པ་ཅིག་ལ་བསྟེན་ནས་ལས་ཁུངས་གཞན་པ་ཅིག་ལ་བསྟེན་ནས་བྱེད་དགོས་ཀྱི་ཡོད་དུས་དོན་འགྲེལ་སོན་ཡ་ལ་ཡ་འདི་ལས་སླ་པོ་ཞུགས་ཅིག་ད་མ་རེད་ད་ཡིན་ན་ཁོ་དུས་ཚོད་ཞུགས་ཅིག་ཟ་གི་རེད་མ་གཏོགས་རྒྱལ་ཁབ་དམངས་གཙོ་རྒྱལ་ཁབ་ཅིག་རེད་འདི་ནས་རྒྱ་གར་བཀའ་དྲིན་ཆེན་པོ་ཞུགས་ཅིག་རེད

མཐུན་རྐྱེན་དེ་དག་གར་ཟེར་བ་རེད་ང་ཚོའི་འོས་བབ་འཚམས་པའི་ས་གནས་ལ་ཡང་ག་རེ་དགོས་ཀྱི་འདུག་ལ་ཡ་དེ་ག་དེ་ད་ཐོག་མར་ང་ཚོ་ས་གནས་འགོ་འཛིན་ཚོ་འགྲོ་བའི་སྐབས་ལ་ནི་སྙིང་རྗེ་རྟ་ལ་ཞོན་ནས་འགྲོ་དགོས་ཡ་རི་ལི་ནང་ནས་རི་ལི་ད་སྐྱོ་ཤོག་དེ་ནང་ལོག་ལ་ཡ་འགྲོ་དགོས་ཡ་དེ་འདྲའི་གི་དུས་ཚོད་ནི་འགོ་བཙུགས་ཀྱི་ནི་ད་ལྟ་བར་དུ་ང་ཚོ་ཡར་རྒྱས་ཞུགས་ཀྱི་ཕྱིན་དུས་རེད། ཐོག་མའི་གི Bandaraghese དང། ཐོག་མའི་གི་གཞིས་ཆགས་ཁག་གི་ས་གནས་འགོ་འཛིན་ལས་ཁུངས་དང་ལས་ཤག་བྱས་ན་ད་རིང་སང་ཉིན་ཕལ་ཆེར་ཁྲི་ལ་ཡོད་པའི་རྒྱ་གར Tehsil དང་སྒྲིག་སྲིད་ལས་ཁུངས་ལས་འཛིགས་དང། དེ་འདྲའི་གི་གནས་སྟངས་ལ་ཡིན་དུས Bandara ལ་ཡིན་ན་ང་ཚོ་ད་རིང་ལས་ཤག་གསར་བ་བརྒྱབ་ཚར་བ་རེད། ད་བརྒྱབ་སྟངས་དེ་ས་གནས། རྒྱ་དང་རྒྱ་བཞིན་པ་རེད། Bandara ཤག་ལ་མཉམ་འབྲེལ་གི་ཁང་པ་ཞིག་ལ་འདེད་ཡོད་རེད། འདི་ལ་དམིགས་བསལ་གི་ད Air conditioner ལ་འོ་ལ་སྡིག་ཚ་ས་རེད་ཟེར་བ་དེ་འདི་ལས་ཀྱང་ཉེས་པ་རེད། རྣམ་པ་ཚོ་མཉམ་འབྲེལ་གྱི་རེད་དང་ང་ཚོའི་རེད་ལ་ཡ་ད་གལ་ཡོད་མ་རེད་ཐོག་མའི་གི་ཆ་ནས་ནི་མཉམ་འབྲེལ་དང་གཞི་ཆགས་ལས་ཁུངས་གཅིག་རུ་བ་འདེད་པ་རེད་ཁང་པ་ཐོག་ཚད་གཉིས་ཅིག་ཡོད་རེད་དེ་སྒང་དེ་ལ་ཡ་ས་ནས་འགོ་འཛིན་ཞུ་གི་ཡོད་རེད་འོ་ལ་ལས་དྲུང་དེ་རྩེ་དྲུང་ཞུ་གི་ཡོད་རེད་མཉམ་འབྲེལ་དྲུང་ཆེ་ཞུ་གི་ཡོད་རེད་བྱས་ཙང་ད་ད་ལྟ་རྒྱབ་ཡ་འདི་ཕལ་ཆེར་ལོ་གཉིས་སྔོན་ལ་འགོ་བཙུགས་ཤག་ད་ལྟ་བཞུགས་སྐྱོང་ཐུབ་མི་འདུག་ཁ་ཚོན་ང་འགྲོ་དུས་སྐབས་ལ། བགོ་ལེན་པ་དེ་སྐད་བཏང་རྗེས་ད་ལས་ཀ་དེ་མགྱོགས་པོ་འགོ་བཙུགས་དགོས་འདུག། བྱས་ཙང་ད་དུས་སྐབས་ལ་མཉམ་འབྲེལ་སྒས་ད། ཕལ་རྗེ། ཕོ་བྲང་རྙིང་པའི་གི་དེ་དེ་བ་གཅིག་ལ་རྒྱབ་ཡར་ལ་ཡར་དེ་མཉམ་འབྲེལ་གི་ས་ཆ་ཡིན་ཟེར་རྒྱབ་ཆུག་མ་བཅུག་པའི་གནས་སྟངས་ཅིག་བཤད་ཡོང་གི་འདུག་ད་ཡིན་ནས་ཕྱིས་སུ་ཕ་གི་ལ་རྒྱབ་ཟེར་དུས་ཕ་གི་ལ་རྒྱབ་བཞག་ད་ཁ་ཚིག་ང་འགྲོ་དུས་ག་ལ་གང་འཚམ་བརྒྱ་ཆ་དགུ་བཅུ་ཟེར་ཚར་བཞག་ད་ཡིན་ནས་ས་རུ་རྡོ་རུ་གཡུག་ཡ་དང་ད་དེ་གི་ནང་གི་ཅིག་གི། Trials དེང་ཡ་ད་དེ་ཚོ་ལྷག་བསྡད་བཞག་ད་ཡིན་ནས། ཨེ་སི་གཙོ་གུ་རེ་ལ་ཡ་དེ་གེ་དེ། ད་ད་ལྟ་ཡང་ཁོ་ལས་བྱེད་ལ་ཐོབ་ཐང་ཅིག་གིས་གནས་སྟངས་ཅིག་ལ་ལྟ་ནས་ཐོབ་ཐང་དེ་གེ་དེ་ཡོད་བསྡད་པ་རེད་དཔེར་ན་བེང་ལོར་ལ་ང་ཚོའི་དྲུང་འཕར་ཡོད་རེད་རེད་པ། དེ་གེ་དེ་ལ་ང་ཚོ་ཨེ་སི་དངོས་གནས་བྱས་ན་ད་དྲུང་འཕར་ཅིག་བྱས་ན་གནས་རིམ་གཉིས་པ་དེ་རེད་ཁོང་ཚོ་ལ་ཡི་ཨེ་སི་ཅིག་ད་ལི་གོང་ནང་ལ་ཡི་བཙུགས་དགོས་ཡག་གི་གནས་སྟངས་ཅིག་ཆགས་གི་རེད་པ། ཡིན་ན་ཡི་ཨེ་སི་བཙུགས་ཡག་ཟེར་ཡོད་དེ་གེ་དེ་ཨེ་སི་ཐེངས་གཅིག་བཙུགས་པ་གི་གནས་སྟངས་དེ་ང་ཚོ། གནད་འགག་མ་རེད། ཡང་ནས་ད་རིང་སང་ཉིན་ད་བྲོས་བྱས་ཡར་རྒྱས། ཨ་ནས་དེ་ལས་སྤྲོས་པའི་དཔེར་ན་ཚ་སྡོད་བྱས་བྱས་ནས་ཡོད་རེད་ཨ་ནས་ཡུལ་མཐའ་འཁོབ་དེ་ཚོ་ད་དཀའ་ངལ་ཅན་ཡིན་ལུང་པ་ལ་ཡ་དམིགས་བསལ་གྱི་ཨ་ནས་ཁོ་འཕར་མ་བྱེད་མཁན་ཐོབ་ཐང་བྱེད་ཡོད་དེ་བྱས་ཙང་དེ་གའི་དེ་ང་ཚོའི་གི་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་གྱི་གནས་བབ་ལ་ལྟ་གིན་ལྟ་གིན་ཨ་ནི་ལས་བྱེད་ཀྱི་གནས་བབ་མཐུན་རྐྱེན་འདི་གས་དེ་ག་ལ་གང་འཚམ་ཅིག་སྦྱར་ཡོད་རེད་བསམ་གྱི་འདུག་ཡིན་ནའི་ད་ལྟ་ལས་འཆར་གསར་པ་སྒྲུབ་པའི་རྗེས་ལ་ལྟ་འཛིན་ཆས་ག་རེ་དགོས་ཀྱི་འདུག་ལ་ཡར་དེ་སྐུ་ལས་རིམ་གཉིས་པ་རེད་ད། ལས་རིམ་གཉིས་པ་དེ་མ་སླེབས་སྔོན་ལ་ཡར་ལས་རིམ་དང་པོ་ཁོ་རང་ཚར་རོགས་བྱེད་དགོས་མ་རེད་ཕ་གས་ཁང་པ་བརྒྱབ་ཚར་རོགས་བྱེད་དགོས་མ་རེད་ད། དེ་ཁང་པའི་ནང་ལ་བཅའ་ལག་ག་རེ་དགོས་ཀྱི་འདུག་ལ་ཡར་དེ་སྐུ་ལས་རིམ་གཉིས་པ་རེད་བརྒྱབ་ཚར་བའི་རྗེས་ལ་ཨ་ནི་ག་རེ་ག་རེ་དགར་དགོས་ཀྱི་འདུག་དེ་གས་དེ་ང་ཚོ་ལྟ་ཡ་རེད་ཞུ་ཡ་ཡིན།
ཨ་ནི་གྲོས་འགོ་གཅིག་མཚུངས་ཀྱིས་ད་ལྟ་དཔེར་ན་ས་གནས་དགོན་སྡེ་གྱི་དུས་ཚོད་ཐུང་ཐུང་ནང་འགྱུར་བ་དང་ཨ་ནི་མི་མང་གིས་དཔེར་ན་ས་གནས་ལ་དཀའ་ངལ་འཕྲད་ཀྱི་འདུག་མུ་མཐུད་ནས་བཞག་རུག་ལ་ནི་ཡར་འབོད་སྐུལ་ཞུ་ན། ཨ་ནི་མ་འོངས་པར་མུ་མཐུད་ནས་བཞག་ཡག་གི་ལམ་ཀ་དེ་ཡོད་རེད་ཡོད་མ་རེད་ཨ་ནི་ད་ལྟ་ས་གནས་དགོན་སྡེ་དེ་རེར་འགྱུར་བ་བཏང་ཡག་ཐུབ་ཐབས་རྒྱུ་མཚན་གཙོ་བོ་ག་རེད་ད་གནས་སྤོ་བཏང་དགོས་ན་མི་མང་གིས་འབོད་སྐུལ་ཞུ་ན། ད་ད་ལྟ་ཆ་ལ་ནང་སྲིད་ལས་ཁུངས་ལ་དབུས་ས་གཉིས་ལ་བདོན་པའི་ལས་བྱེད་སུམ་བརྒྱ། ཨ་ནི། ཉི་ཤུ་རྩ་དྲུག་རེ་གཅིག་ཡོད་རེད་ད་ང་ཚོ་ལ། རྩ་བའི་ང་ཚོ་སའི་ལས་བྱེད་སུམ་བརྒྱ་བཞི་བཅུ་མན། སྡེ་དགེ་འདི་ཨ་ནེ་ལས་བྱེད་ག་བ་སྟོང་པ་ཐོན་གྱི་ཡོད་ན་ལས་བྱེད་འདི་ཁོ། ཆོས་རྒྱན་གྱི་ལས་བྱེད་ཡིན་ན་ད་དེ་ག་རང་རང་རྩ་བསྡད་ཀྱི་རེད་ད། ག་ཚོད་མོག་གོ་ཟེར་ན་གཞུང་ཞབས་ཅིག་ཡིན་ཚར་ན་ཁོ་ཀོ་ར་ཁོ་རེ་འགྲོ་དགོས་རེད་དཔེར་ན་ངའི་མི་ཚེ་འདྲ་བོ་ཅིག་ན་ས་ག་བདུན་བརྒྱད་ལ་ཀོ་ར་རྒྱབ་ནས་ཡོང་གིན། ད་འདི་འདང་ང་ལས་མ་སྔ་ཡང་ཁ་ཤས་ཀྱིས་ས་ག་བཅུ་གཉིས་བཅུ་གསུམ་ལ་ཀོ་ར་རྒྱབ་ནས་འགྲོ་གིན་ཡོད་རེད་དེ་སྐད་འདི་རྒྱབ་དགོས་ཡ་འདི་བོད་མི་སྒྲིག་འཛུགས་ལ་ཡ་བརྫུས་པའི་ཉི་མ་ནས། མཛུབ་མོ་གར་བསྟན་ཤར་བཀའ་ཤག་གི་ག་བ་སྟངས་པ་འདྲ་ཅན་དེ་ལ་འགྲོ་གིན་ཡིན་སོ་སོས་ཐག་ཆད་ནས་ཡ་བརྫུས་རྒྱོ་རེད་ལ། ཏང་ཏང་སར་གྱི་ལས་བྱེད་ཚོས་ལ་ཡི་ཐུགས་ཕམ་གང་ཡང་ཡོད་མ་རེད་ཡོད་ན་ཡང་ས་གནས་ལ་བཞག་དགོས་ཀི་རེད་ཟེར་སྒྲིག་གཞི་གང་ཡང་ཡོད་མ་རེད་འདི་ག་བ་དགོས་མཁོ་ཡོད་ན། དུས་དང་འགྱུར་བ་ཕྱིན་རྗེས་ནས་ག་བ་ལ་ཡ་ག་ག་འདྲེ་གཅིག་མགོ་བོ་ཡོད་ན་ག་བ་ལ་ཡ་རྫ་ཕྲ་ག་ཡོད་ན་དེ་གའི་དེ་ཨ་ནི་ཆོས་སྒྲིག་བྱེད་གི་བྱེད་གི་བྱེད་གི་བྱེད་གི་འགྱུར་བ་བཏང་གི་བཏང་གི་བཏང་གི་བཏང་གི་དེ་བཏང་གི་བྱས་རྗེས་ནས་བཏང་ཡ་གཅིག་རེད་ད་གཏན་ཆགས་གཅིག་མགོ་བོ་ཡོད་ན་ནི་ཡང་མི་མང་རང་གི་འོས་བསྡུ་བྱས་པའི་ལམ་ནས་ཨ་ནི་ས་གནས་འགོ་འཛིན་སླེ་བས་ཡོད་རེད་ཨ་ནི་ལོ་གསུམ་འཁྱུར་ཡ་ཡོད་མ་རེད་ད་འདི་ཚོ་སྒྲིག་གཞི་རེད་ལོ་གསུམ་ཡང་བསྐྱར་འོས་བསྡུ་བྱས་ཡོད་རེད་ལོ་གསུམ་བྱས་ཡོད་རེད་ལོ་དྲུག་ཐམ་པ་བྱས་ཡོད་རེད་ད་ལོ་དྲུག་གི་ནང་ལ་ལ་ལས་ཀ་ག་ལ་གང་འཚམ་འཚམ་བྱེད་ཐུབ་གི་རེད་བ། བྱས་ཙང་དེ་གའི་དེའི་མི་མང་ལྷག་པ་ལ་ཡོད་པ་དེ་མི་མང་རང་གིས་བདམས་ནས། བཀའ་ཤག་ལ་སྙན་གསང་ཞུས་ད་གཞུང་ཞབས་དེ་བས་འཕྲལ་སེལ་འཕྲལ་སེལ་རང་བཏང་གི་འདུག་ང་ཚོ་ཡང་གཏན་འཇགས་ཀྱི་ལས་བྱེད་དགོས་འདུག་ང་རང་ཚོ་མི་མང་གིས་འོས་བསྡུ་བྱེད་མཁན་ཟེར་ན་དེ་ལམ་ཀ་ཡང་ཡོད་བསྡད་པ་ཅིག་བཅའ་ཁྲིམས་ནང་ནས་བཀའ་ཁྲི་ལ། དེའི་ལམ་ཀ་དེ་ད་ལྟ་བར་དུ་ནི་ཡོད་མ་རེད་ད་མི་གཙོ། གར་ཚང་གཞུང་ཞབས་ཅན་དུ་ཤུ་གུ་གསལ་བོ་འདུག་མར་དོན་ཚར་བའི་ཉིན་མོ་འདི་ཨ་མ་ཡིན་ཤག་ནུ་མ་ནུས་ཤག་བྱས་ནས་འགྲོ་ཡག་རེད་མ་གཏོགས་བདེ་ལ་ཡག་ཀ་ར་ཀོ་རེ་བྱས་ནས་བསྡད་ཤག་ཡག་གི་མི་ལྟ་ཡང་ཁ་ཤས་ལ་དངོས་གནས་ཟུག་བུག་གི་དཀའ་ངལ་ཡོད་པ་ཨམ་གཅིག་གི་ཡ་ད་འདི་ས་ཆ་འདི་དེ་འདྲ་ཅིག་ལ་འཕྲོད་གི་མི་འདུག་ཨ་ནི་འདི་འདུག་སྟངས་ན་འགྲིག་གི་མི་འདུག་ཟེར་ན་ངས་བཀའ་ཤག་ལ་ཞུས་ནས་བཀའ་ཤག་གི་དགོངས་པ་མ་ཤེས་བར་ལམ་ཀ་ཡོད་མ་རུ་བ་ད་སྤྱི་དང་གི་འདི་བསྡད་ལ་བསྡད་དགོས་འདུག་ཕ་གིལ་ཕ་གིལ་བཏང་དགོས་འདུག་ལ་བས་ཀི་ལམ་ཀ་འདི་ཡོད་མ་རེད་ཞུས།

ཕུག་བེར་མ་ཡུངས་པ་ཅིག་དང། མ་འོངས་པ་འཛིན་སྐྱོང་འབུ་ལུག་ཡ་ཆེ་མིའི་གདོང་པ་ལ་ལྟ་གི་ལྟ་གི་བྱས་པ་འདྲ་ཅིག་ན་སྒྲིག་གཞི་བཟོ་གི་བཟོ་གི་འགྲོ་བསྡད་ན་ཨ་ནི་ང་ཚོས་ད་སྒྲིག་གཞི་བསྐྱར་བཅོས་འདི་ཕལ་ཆེར་མ་བཟོ་ན་མཚམས་ཆད་ཡ་མེད་སྐད་ཅིག་ཡོང་ཡག་གི་གནས་སྟངས་ཆགས་ཀྱི་རེད་ས་ཁུལ་ལ་ལྟ་གི་ལྟ་གི་སྒྲིག་གཞི་བསྐྱར་བཅོས་བྱས་བསྡད་པ་འདྲ་ཅིག་ན་འཛིན་སྐྱོང་འབུ་ལུག་ཡ་རེད་སྒྲིག་གཞི་འདི་འཛིན་སྐྱོང། བརྟན་པོ་འཇུག་མཁན་གྱི་ལམ་ཀ། དེ་ལ་ཡང། ཨ་ནི་བསྐྱར་བཅོས་མ་དགོས་ས་ལ་བསྐྱར་བཅོས་ཡང་སྲིད་ཡང་སྲིད་བྱས་བསྡད་པ་འདྲ་བྱས་ན་དེ་འཛིན་སྐྱོང་བོ་ལུག་ཡག་གི་ལམ་ཀ་རེད་ད་ག་ཚོད་འཛིན་སྐྱོང་ག་འདྲས་ཤིག་གིས་ཀྱང་འགུག་དགོས་རེད་ཟེར་ན་ཨ་ནི་སྒྲིག་གཞི་གང་ལ་གང་ལ་བརྟེན་ཕབ་ཡོད་པ་དེ་ནང་བཞིན་གྱིས་འགྲོ་ཡ་རེད།